ཤོར་བ་ནི་ཐོབ་པ་ཞིག་ཡིན། ཐོབ་པ་ཁོ་ན་ལས་ཤོར་བ་མེད་པའི་མི་ཚེ་ཞིག་མེད། དེས་ན་ཁྱོད་ཀྱིས་ཐབས་ལམ་ཤིང་དག་པས་ཤོར་བ་དག་ལ་གདོང་ལེན་བྱེད་དགོས། སྐབས་འགར་ཤོར་བ་རང་ཡང་ཐོབ་པ་ཞིག་ཡིན་ནོ། ཨེ་ལི་ཨ་ལིམ་པོ། སྟབས་བདེ་དང་བདེ་སྐྱིད་འཚོ་བ་ལོངས་སུ་སྤྱོད་ཤེས་པའི་མི་ཞིག་ལ་མཚོན་ནས་བཤད་ན། མི་ཚེའི་བསམ་ཕྱོགས་ནི་ཡོ་བདག་བསྟུན་ནས་མདུན་སྐྱོད་དང་ཕྱི་མཐུན་བྱེད་དགོས་པ་ཞིག་དང། བླང་དོར་དབྱེ་མཚམས་བྱེད་དགོས་པ་བཅས་ཡིན། རྒྱུ་མཚན་འཚོ་བ་ནི་མ་གཞི་ནས་འགལ་ཟླའི་བདག་ཉིད་ཅན་ཞིག་ཡིན་ལ། ཕྱོགས་གཅིག་ནས་དེའི་ངེད་ཅག་ལ་འཚོ་བ་རང་གིས་ཕུལ་བའི་ལེགས་སྐྱེས་དང་འབྲལ་ཐབས་བྲལ་བའི་སྣང་བ་སྦྱིན་ལ། ཤོག་གཞན་ཞིག་ནི། ང་ཚོ་ལག་སྐྱེས་དེ་དག་དང་ཐལ་མོ་འབྲེལ་ཐབས་མེད་ཀྱི་གནས་བབ་ཅིག་སྤྲད་འགྲོ་བ་ཡིན། སྔོན་གྱི་ལྷོ་དཔོན་པ་ཀིར་བཤད་པ་ལྟར། མི་ཚེ་འདི་ལ་ཁུ་ཚུར་དམ་པོར་དགོངས་ནས་ཐོན། ལག་གཉིས་ཁུ་དུ་སྙོམས་ནས་སོང་ཞེས་གསུངས་པ་ནང་བཞིན་ཡིན། རག་བཟང་དུ་གནས་སྡོད་བྱེད་པའི་ཞིང་པ་ཞིག་ལ། ནམ་རྒྱུན་ཁོར་ཡུག་གི་ཉེན་ཁ་དང་དཀའ་ངལ་དག་གིས་འཚོ་ཐབས་བྲལ་བའི་རང་དབང་ཞིག་སྐྱེ་བཞིན་འདུག། དེ་བས་ཁོ་ག་ས་གང་དུ་རང་ཉིད་ལ་ཕྱུག་པོར་འགྱུར་བའི་ཐབས་ལམ་འཚོལ་དུ་སོང། ཉིན་ཞིག་ཡུལ་གཞན་ནས་ཐོན་པའི་ཁེ་ཚོང་པ་ཞིག་གིས་ཁོ་ལ་དངོས་རྫས་བཟང་པོ་ཞིག་ཁྱེར་ནས་ཡོང། ཉི་འོད་འོག་བལྟས་ན་བརྩི་མཐོང་བྱེད་རིན་མེད་པའི་འབྲས་བུ་འགའ་རེད། འོན་ཀྱང་ཁེ་ཚོང་པས་འདི་དག་ནི་རང་བཞིན་གྱི་འབྲས་བུ་ཞིག་མིན་པར། ཀ་ཁ་ཞེས་པའི་ཤིང་ཏོག་ཅིག་ཡོད་པ་དེ་འབྲི་བ་རེད། འབྲི་བ་འདི་ཤང་སར་བཏབ་ན་ལོ་ག་གཉིས་སོང་རྗེས་ཀ་ཁའི་སྡོང་བོ་མང་པོ་བྱུང་བ་ཡིན་ལ། དེ་ལས་གྲངས་མེད་པའི་ཤིང་འབྲས་མང་པོ་བླངས་ཆོག། ཤིང་འབྲས་དེ་དག་ཚོང་རར་སོང་ནས་བཙོང་ན་ལྔ་སྒོར་མང་པོ་ཐོབ་པ་ཡིན་ཞེས་བཤད། ཤིང་བ་དགའ་སྤྲོ་ཚད་མེད་བྱས་ཏེ་འཕྲལ་ཚུགས་ཀྱི་འབྲས་བུ་དེ་དག་ཉོས། ཀུ་ཤུ་ནི་དེ་འདྲའི་རིན་ཐང་ལྡན་པ་ཞིག་ཡིན་པས་གཞན་གྱིས་སྐུ་བར་དོགས་ནས་ཆེད་དུ་ས་ཅོག་ལོང་ཅོག་ཞིག་ལ་རྩ་ཆེན་གྱི་ཀུ་ཤུའི་འབྲས་བུ་དག་བཏབ་པ་རེད། དེ་ནས་ལོ་གཉིས་ཀྱི་རིང་ལ་འབད་བརྩོན་ལྷོད་མེད་ངང་ཞིང་ལས་བྱས་པ་དང། ཕྱི་ལ་ཁྲོ་གཅིག་ལྷག་པར་བཤང་བའི་རང་གི་ཡིན། སྔར་གྱི་འབྲས་བུ་ཆུང་ཆུང་དག་ནར་སོན་ནས། སྐྱེས་སྟོབས་ཀྱི་དཔལ་ལ་འབར་བའི་ཤིང་ཏོག་གི་གདོང་ཆེན་པོ་རུ་གྱུར། དེ་མ་ཟད་ཁ་ཡུར་དུ་ཟ་བའི་འབྲས་བུ་ཡང་མང་དུ་སྐྱེས་ཡོད་པས་བཤང་བ་དེའི་སེམས་ལ་དགའ་སྤྲོ་ཚད་མེད་ལ་སྐྱེས། སྔར་གྱི་འབྲས་བུ་དག་དཀོན་པའི་རྐྱེན་གྱིས། ཤིང་ཏོག་གི་སྡོང་བོ་ཉུང་ཉུང་དེ་ངེས་ཀྱང། ཤིང་འབྲས་དག་གིས་རང་གི་འཚོ་བ་སྔར་ལས་ལྷག་པ་ཞིག་ཏུ་བསྐྱུར་ཐུབ་པ་སྨོས་མ་དགོས། ཁོས་ཆེད་དུ་དུས་ཚོད་བཟང་བོ་ཞིག་ལ་བསྟུན་ནས། སྨིན་ཟིན་པའི་ཀུ་ཤུ་དག་ཚོང་ར་ནས་རིན་གོང་བཟང་བོ་ཞིག་གི་ཚོང་རྒྱུའི་གྲ་སྒྲིག་བྱས། ཉི་མ་དེར་ཐོན་དུས་སྐུ་ཧ་ཅང་རེ་དགའ་ནས་སྣང་སྔ་མོ་ནས་ལམ་དུ་ཆས། ཧུའུ་ཝུའུ་ཧ་ཧར་ངང་རང་སྒོར་ཐོན་དུས། དམར་འོད་ཀྱི་ཤིང་འབྲས་ཚང་མ་གཞན་ནས་འོང་བའི་ཤ་དང་རི་དྭགས་ཀྱི་ཟས་ནས་ཚིག་གི་རྐྱང་པ་ལས་གཅིག་ཀྱང་བཞག་མེད། ཞིང་པས་ལོ་དེ་ཚོ་རང་ལ་དཀའ་ལས་ཆེན་པོ་བརྒྱབ་པ་དང་ཚད་མེད་པའི་རེ་སྒུག་བྱས་པ་དག་འོ་དོ་ཧི་ལི་འདི་ནི་ཨ་རའི་ཐག་ཆོད། རང་མེད་པར་འོ་དོ་ཆེན་པོ་མི་འདུན་ཀ་མེད་བྱུང། དེ་ལྟར་ཁོའི་ལོངས་སྤྱོད་ཀྱི་ཨར་མ་ལམ་དེ་ཡང་གཞི་ནས་འོ་དོར་ཐེབས། ཕྱག་བཞི་གི་འཚོ་བ་ཡང་སྔར་ལྟར་དཀའ་སྡུག་གིས་སྐྱེལ་དགོས་བྱུང། དེ་ལྟར་གོ་མེད་ཚོར་མེད་དུ་སྦུ་ག་ཧེ་བྱ་བའི་ཤེར་ཕྱིན་ལྟར་འདི་གསུངས། ཉིན་ཞིག་ལ། ཁོ་བོ་སྔར་གྱི་ས་ཕྱོགས་ལོངས་སྤྱོད་དེ་རི་རྩེར་འབྱོར་སྐབས་ཁོ་བོ་གློ་བུར་དུ་ཧོན་འཐོར་བར་བྱེད། རྒྱུ་མཚན་ནི། ལོ་འདི་བར་རྒྱས་ཤིང་འབྲས་བུ་ཧ་ཡུལ་དུ་ཟ་བའི་ཀྵི་ཤའི་སྡོང་བོ་མང་པོ་ཞིག་ཁོའི་མིག་ལམ་དུ་མཐོང་ཞིང། འདི་དག་སུ་ཞིག་གི་ཡིན་ནམ་སྙམ་ནས་བསམ་བློ་ཞིབ་ཙམ་བཏང་རྗེས་ད་གཟོད་བསམ་ཡུལ་ལས་འདས་པའི་ལན་ཞིག་རྙེད་བྱུང། ཀུ་ཤུའི་སྡོང་བོ་འདི་དག་ཁོ་རང་གིས་བཏབ་པ་ཡིན་ལ། ལོ་འགའི་སྔོན་ཁོས་བཏབ་པའི་ཀུ་ཤུ་བྱ་དང་རི་དྭགས་ཀྱི་ཟས་ནི་ཚིག་གི་རྣམ་གྲངས་གསར་གཏོར་བ་དེ་ཚོ་དོན་འདི་དག་ནང་མྱུ་གུ་རྒྱས་ཏེ་ཤིང་འབྲས་སྨིན་ཞིང་མཐར་ལོ་འདབ་ལྷག་པར་རྒྱས་པའི་ཀུ་ཤུའི་སྡོང་བོའི་ཚད་ཞིག་ཏུ་གྱུར་སོང་བ་ཡིན། དེ་ནི་ཞིང་ལས་པ་ཁོ་ཚོའི་དོན་དུ་སེམས་ཁྲལ་གང་ཡང་བྱེད་མི་དགོས་པ་ཞིག་ཏུ་གྱུར་ལ། ནགས་ཚལ་དེའི་ཁྲོད་ཀྱི་ཀུ་ཤུ་དག་གིས་ཁོ་ལ་ལྟོ་གོས་གཉིས་འཛོམས་ཀྱི་འཚོ་བ་ཞིག་སྟེར་ཐུབ་ངེས་ཡིན། གལ་སྲིད་དང་ཐོག་ཤ་དང་རི་དྭགས་རྣམས་ཀྱིས་ཀུ་ཤུའི་སྡོང་བོ་ལས་སྐྱེས་པའི་ཤིང་འབྲས་དག་ཟོས་མེད་ན། རྒྱ་ཁྱོན་ཆེ་བའི་ཀུ་ཤུའི་སྡོང་བོའི་ཚུལ་འདི་ཡང་ཡོད་མི་སྲིད་དོ། འདིར་ཡིད་ལ་འཛིན་གྱི་ཞིག་ནི། སྒོ་འདི་བརྒྱ་བཞག་ཀྱང་སྒོ་གཞན་ཞིག་འབྱེད་ངེས་ཡིན་ན། བྱ་བ་འདི་ཤུལ་སོང་ཡང་ས་གཞན་ནས་ཆོས་བདག་ཡོང་འབབ་ཅིག་ཡོང་ངེས་ཡིན། ཁྱོད་ལ་བག་ཡངས་པའི་སེམས་ཁམས་ཤིག་ཡོད་པ་ནི་འགག་རྩ་ཡིན། ཤོར་བ་ཡོད་ན་ངེས་པར་དུ་ཐོབ་པ་ཡང་ཡོད་པར་ཡིད་ཆེས་བྱེད་དགོས། ཡང་དག་པའི་ལམ་ནས་ཤོར་བ་ལ་གདོང་ལེན་བྱེད་དགོས། ཤོར་བ་ཡོད་ན་ད་གཟོད་ཐོབ་པ་ཡོད། སྐབས་འགར་ཤོར་བ་དེ་ཡང་ཐོབ་པ་རང་ཡིན་ནོ།